ལོ་ཚར་མེ་ཏོག་ལ་ཆ་བཞག་ནས་ནི། མཁའ་འགྲོ་བ་དང་བཀྲ་ཤིས་པ། དགེ་ལེགས་དཔལ་འཛོམས་པ། ཚེ་བསོད་ནམས་དར་བས་ནི། མེ་ཏོག་གཞན་ལ་མེད་པའི་ནི་དུས་ཉིད་དེ་མ་ཏི་འདྲ་ཞིག་རེད་འདུག། ང་ནི་སྟོད་ལུང་བདེ་ཆེན་ཆུས་གདོང་དཀར་ཁྲོམ་གཞུང་བཟང་མོ་སྡེ་ཁུལ་གྱི་ཏང་ཨུད་ཀྱི་ཧྲུའུ་ཅི་མིང་ལ་དྭོགས་གཟིགས་རེ་ཞུ་གི་ཡོད། བཟང་མོ་སྡེ་ཁུལ་གྱི་གཞི་རྩའི་གནས་ཚུལ་མདོར་བསྡུས་ཙམ་ཞུས་ན།

ང་ཚོའི་ད་ལྟའི་གུས་མང་ཚོགས་ཀྱི་དཔལ་འབྱོར་ཡུན་བབ་གཙོ་བོ་དེ་ག་རེ་ཟེར་ན། གཅིག་དེ་ད་རང་གི་ད་དེ་འདྲས་ཀྱི་ཁང་པ་འཛུགས་སྐྲུན་བྱས་རྗེས་བོགས་མ་བཏང་ཡང་གི་ནི་དེ་འདྲས་ཀྱི་ལས་ཀ་ལས་གཞི་ཅིག་ཡོད་པ་དང་དེའི་ཡུན་བབ་ཡིན་ན་ལས་གང་འཚམ་ཅིག་ཡོད་པ་དེ་མིན། འཕྲུལ་ཆས་ཀྱི་ལས་ཀའི་ནང་མང་པོ་ཅིག་ནག་ལུ་ཞུགས་ཐུབ་ཀྱི་ཡོད་པ་དེ་མིན་གྱི། རང་ཉིད་ཀྱི་བཀྲ་ཟ་ཁང་ཡི་ནང་དྲ་ཚོང་ཁང་ཡི་ནང་དུ་དེ་འདྲའི་དོན་དུ་དང་ཡང་གཞན་དག་ལ་ཕྱི་ལོག་ལས་ཀ་བཙལ་བར་ཕྱིན་པ་དེ་འདྲས་ཀྱི་སྟབས་ལས་ཀ་དྲི་མི་སྣ་ཚོགས་ཅིག་ཡོད་རེད། བརྩེ་ཚང་ད་ལྟ། འོ། འདི་ནག་ལོ་ནས་གཙོ་བོ་ད་ལོ་སང་མེ་ཏོག་དེ་ནི་ང་ཚོའི། མང་ཚོགས་ཀྱི་དཔལ་འབྱོར་ཡོང་འབབ་འཕར་སྣོན་ཐད་ལ་ཡང་གལ་ཆེན་ནུས་པ་ཞིག་ཐོན་དང་ཐོན་མུས་ཡིན་པ་དེ་འདྲ་ཞིག་རེད་བཞག་སྲིད། ལོ་གསར་མེ་ཏོག་གི་ཁྱད་ཆོས་དག་དེའི་དུས་ཉིའི་ཐད་ལ་མགྱོགས་ཙམ་ཞུ་གི་ཡིན། རྟགས་དེ་ཡིས་ག་རེ་ཟེར་རང་རེའི་བོད་ཀྱི་རྟགས་རི་ལུང་ཐང་གསུམ་དུ་མེ་ཏོག་སྣ་ཚོགས་ཡོད་པར་རང་རང་གི་སྤྱི་མིང་དང་རང་རང་སོ་སོའི་མཚར་སྡུག་མི་འདྲ་བ་ངོམ་བཞིན་ཡོད་པ་ཡིན་ནའང། མེས་པོས་ནི། ལོ་སར་མེ་ཏོག་དེ། དགེ་ལེགས། མཛོད་སྤུར་བལྟམས་པའི་ལོ་གཅིག་དུས་གཅིག་གི་རྟེན་འབྲེལ་མེ་ཏོག་ཞིག་ལ་བརྩི་གི་ཡོད། བརྩི་གི་ཡོད་ལ། ལོ་སར་ག་དུས་བསྟུན་སྐབས་ལ་ཡིན་ན། རྟེན་འབྲེལ་གྱི་གྲལ་མགོར་ཞུགས་པའི་གོ་རྟོགས་ལྡན་པ། མེ་ཏོག་དེའི་ག་རེ་ཟེར་ན། ལོ་སར་མེ་ཏོག་ནི།

དབང་མི་སྲིད་པའི་ལོ་ཚར་མེ་ཏོག་གི་བཅུད་ཞིག་རེད་བྱས། ལོ་ཚར་མེ་ཏོག་ནི་ནི་ལོ་ཚར་མེ་ཏོག་ལ་ཆ་བཞག་ན་ནི། མཁའ་འགྲོ་བ་དང། བཀྲ་ཤིས་པ། ཨོ་གི་ལི་དཔལ་འཛོམས་པ། ཚེ་བསོད་ནམས་དར་བས་ནི། ཨོ། ནང་དོན་འབྲི་བཤད་རྒྱག་ཡོད་པ། ཨོ་འདིས་འདི་ཙམ་པ་ནི་མེ་ཏོག་གཞན་ལ་མེད་པས། ཨ་ནེ་དུས་གཉིས་ལྡན་པ་འདི་འདྲ་ཞིག་རེད་འདུག། ཕྱིས་སུ་ཨ་ནེ་ང་ཚོའི་ལོ་སར་མེ་ཏོག་དེ་ཚོད་བརྒྱ་ལག་རྩལ་དར་རྗེས་ཨ་ནེ་སྡེ་བས་སྤྲང་རྟགས་ཆེ་རུ་བཏང་བ། དེ་ནས། འཛད་སྤྱོད་ཀྱི་རྟགས་རིན་ཐང་འཕར་མ་ཁ་སྣོན་བྱས་པས་ཨ་ནེ། ཐོན་ཟོག་ཅིག་ཆགས་ཐུབ་པ་དེ་བརྗེད་པ་རེད། བྱས་ཙང། ད་ལྟ་དེ་ང་ཚོའི་ལག་རྩལ་དེ་ཉིས་སྟོང་བཅོ་བརྒྱད་ལོར་ལྷ་ས་གྲོང་ཁྱེར་རིམ་པའི་མངོན་མིན་རིག་གནས་ཤུལ་བཞག་ནང་ལ་དངོས་སུ་འཇུག་ཐུབ་པ་དང། ཉིས་སྟོང་ཉི་ཤུ་རྩ་བཞིའི་ལོའི་ནང་ལ། ང་ཚོ་རང་སྐྱོང་ལྗོངས་རིམ་པའི་མངོན་མིན་རིག་གནས་ཤུལ་བཞག་ནང་ལ། རྫས་ཡག་གི་ལྟ་ཞུ་ཡིག་དང་རེ་ཞུ་ཕུལ་ཟིན་པ། དེས་ནི་འདིའི་ནང་ལ་འཇུག་ཐུབ་པའི་ནི། ང་ཚོ་རེ་བ་དང་ཡིད་ཆེས་ཀྱི་ཁེངས་ཤིང་དད་པ་དེ་འདྲ་ཞིག་ཡིན།
ལྷན་རྒྱས་བཀྲ་ཤིས་བདེ་ལེགས། ང་བཟང་མོ། དེ་ཀུན་གསེར་ར་མོ་དང་ཀྲི་པུའུ་གི་ཧྲུའུ་ཅི་བློ་བཟང་ཐུབ་བསྟན་ཡིན། ལོ་སར་མེ་ཏོག་ནི་ང་ཚོ་བཟང་མོའི་ཐོན་ཁུངས་ཤིག་ཡིན། ལོ་སར་མེ་ཏོག་གི་ཚོས་རྒྱག་གི་ལག་རྩལ་དེ་ང་ཚོའི་དམིགས་བསལ་གྱི་ཁྱད་ཆོས་ཅིག་ཡིན། ལག་རྩལ་དེ་ང་ཚོས་ད་ལྟ་བར་རྒྱུན་འཛིན་བྱེད་ཐུབ་ཡོད། དེ་བས་ང་ཚོས་ལོ་ཆུང་རྣམས་ལ་ལག་རྩལ་དེ་བསླབ་རྗེས་དར་སྤེལ་བཏང་དང་བཏང་བཞིན་པ་གང་ཡིན། དེ་ལ། གོང་རིམ་ཏང་རང་སྡེ་ཀུན་ནས་མཐོང་ཆེན་ཆེན་པོ་གནང་གི་ཡོད། དེར་བརྟེན་ད་ལྟའི་ལྷ་ས་གྲོང་ཁྱེར་མངོན་མིན་རིག་གནས་ཤུལ་བཞག་ནང་ལ་ཚུད་ཡོད། ལོ་སར་མེ་ཏོག་དེ་ང་ཚོ་གྲོང་མིའི་ཡོང་འབབ་འཕར་སྣོན་ཡོང་ཡག་ལ་ཨ་ནི་གལ་ཆེན་གྱི་ནུས་པ་གཅིག་མཐོང་གི་ཡོད། ལྷན་རྒྱས་བཀྲ་ཤིས་བདེ་ལེགས་ང་བཟང་མོ་སྡེ་ཁུལ་གྱི་དྲུང་མུ་དབྱངས་ཅན་ཡིན། ལྷན་རྒྱས་ལོ་གསར་བའི་ནང་ལ་སྐུ་གཟུགས་གསལ་ཐང་དང་བྱ་བ་ལམ་འགྲོ་ཁྱིམ་ཚང་འཆམ་མཐུན་ཡོང་བའི་བཀྲ་ཤིས་སྨོན་འདུན་ཞུ་གི་ཡིན།

བཅས་སྒོས་ཞིབ་ཕྱིའི་ཏང་རྒྱག་པ་ཚུ་ཨུ་ནི་ཞིང་གི་ཀན་ལྷོའི་བཀོན་ཆས་བྱ་བ་རེད། ད་དེའི་སྐམ་ད་བོ་ཅི་གུ་རི་ན་སྐམ་ཚ་སུ་ནི་ཡང་ཚུ་ཀྲོའི་བཅས་ཡང་དེ་པགས་པོ་ཞུ་ཡ་ཅོ་རེད། གད་སྙིགས་གང་གི་པི་ཨི་ནི་ཡ་ནང་ལ་དུ་གུ་དུ་གུ་དུ་གུ་བཅས་ཨི་ནི་ཅི་འདི་ཅུང་སྙི་བའི་ནང་ལ་ཡ་ཨི་ནི།

རྒྱུད་རིགས་ནང་ལ་སོ་སོའི་ནང་ལས་མི་གཉིས་ཡོད་ན་གསུམ་ཡོད་ན་ལྷའི་སྲས་ཡོད་པ་དགྲ་ཨ་མཆོད་ན་ཡིན་ན་དགྲ་ཁྲོམ་ཚེ་གང་ཡིན་ན་དགྲ་བ་འོག་ཁྲོམ་ར་ཡིན་ན་དགྲ་ཨ་ནི་ངོ་མཚོ་འོག་དུས་སུ་གྱེས་འགོག་ཚེ་ཕྱི་བཟང་པོའི་འོག་ལ་ཨ་འོག་དུས་སུ་མཚོན་རྒྱོབ་བྱེད་ཨ་ནི་ཡུམ་བུ་ཕ་ནུས་ཞེས་ར་ཡོད་རེད། ལྷ་དང་དགྲ་ཡི།

གཞིས་རྩེ་གྲོང་ཁྱེར་ལྷ་རྩེ་རྫོང་བཀྲ་ཤིས་སྒང་ཤང་དུད་འགྲོ་ལྟེ་གནས་ཡིན། ད་ལྟ་ཡིན་ན་བོད་ལྗོངས་རླུང་འཕྲིན་གཉིས་སྒྲིག་ལས་ཁུངས་ནང་ལ་ཡང་ལས་ཀ་བྱེད་དང་བྱེད་མུས་ཡིན། ད་ལོ་འོས་ན། ཉིས་སྟོང་བརྒྱད་མའི་ཉི་ཤུ་རྩེ་ལྔ་ལ་འཛུམ་གྱི་སུ་ཞེས་པ་དེའི་གི་ནི་སྤྱི་ཁྱབ་འཁྲབ་ཁྲིད་པའི་ནི་འགན་ཁུར་ཡོད།